ལ་སོགས་པའི་ཕྱིར་བཀའ་དྲིན་ཆེ་ལ། ད་མ་པ་ངེད་ཀྱི་དེ་མ་པ་ད་ཅི། མི་བཞེད་ཀྱི་ན་ལས་ད་ཅི་ན། ཅིག་ཅར་བྱ་བྱ་གཉིས་ལས། ཉིས་ཆ་བཅུ་ཐམ་སིན་སི་དེ་སུ་རེ་ནང་མ་གོ་བེ་ར་ཀ་ན་ཡིན་ལ་ཨིན་ད་ལུ། ད་དུ་ན་ང་བྱེད་ཀྱི་ཅིག་ཅར་བྱ་བྱ་བྱེད་གསུམ་ན་ལུ། དེ་ང་བྱེད་ཀྱི་མ་པ། ཚོགས་ཆེན་གྱི་གདན་གྱི་སྙིང་པོ་ར་ཨ་ན་ལུ་ཅི་དུ་སུ་ནོ་དེ་ཀྱི་ཨ་ཙི་ཅི་ན་ལུ་བཞུགས་བ་བཅི།

ལོག་གསུམ་འདོད་ཨ་ནི་ཀྱི་དོན་ལུགས་པས་སོ་སོ་པས་ར་གནང་གི་སེ་ཞུ་ནི་ལ་ད་ཨ་ནི་དོན་ལུགས་ག་ཆོམ་སོ་བསྒྱུར་བཅོས་ཁྲི་ནས་འཇག་སེ་འོང་ནི་མེད་པ་ལ་ད་ཅི་གནང་ལུགས་ཞུ་ཡི་ཞུ་དེ་ལས་རྒྱབ་བཅོ་ཕུའི་བེ་པོ་ད་བསྒྱུར་བཅོས་མང་རབ་ཅི་ཆུ་ནི་ཟུམ་དུ་ད་ཨ་ནི་བེ་པོ་ད་ཨ་ནི་རེ་རེ་བཞི་འདོད་པས་ར་མ་པ་གཅིག་བརྒྱ་བརྒྱད་བྱ་གཉིས་ལས་ངེས་བརྒྱ་བཅུ་ཐང་མཚོན་ཚུལ་དེ་ལོག་ལོག་སུ་པས་ར་གནང་གི་སེ་ཞུ་ནི་ལ། ལ་དགའ་ས་གི་ཁྱེད་ཅིང་ཐིག་མི་ཁ་ཐུ་ལེ་ཤུ་ན་ལ།
ལ་སི་ལ་ནི་ད་མ་ཀོ་དྲི་མི་ནི་སུ་ལུས་འབྲེལ་སེ་ཨ Natural Sex དེ་ནི་དི་ད་མ་ཀོ་དང་པོ་བེ་བ་ཅིན་དི་དེ་ང་ཅི་ར་རྒྱལ་ཁབ་ན་ལུ་དི་སུམ་བེ་བེ་གི་སུ་ཡ་མི་ནུ་ཨིན་དི་ག་ར་བེ་རུ་ད་འཛམ་བུ་གླིང་རྒྱལ་ཁབ་དུས་རྒྱུ་དུས་ནམ་མི་རྒྱུ་མི་ནམ་རྒྱུ་གི་སུ་ལ་དེ་ང་ཅི་ར་མི་དུ་སུ་རྒྱུ་ཡི་གི་དུས་ཚུལ་ཨིན་བེ་ཨ་ནི་བོ་ད།

ཐད་ཀར་དུ Natural Sex གི་སྐོར་ལ་ཇོ་ཁུབ་སྒྲོག་ཅིག་བཀལ་བ་བཞིན། དེ་ལྟར་རྣམ་པ་རྒྱལ་ཁབ་ཡར་རྒྱས་འགྱུར་བ་དང་བསྟུན་ཏེ་དགེ་བའི་ནད་གཞི་བཀག་ཐབས་ཀྱི་ཐད་བློ་དེ་ཁོ་སེམས་ཤུགས་ལ་ལེན་ཐབས་ནི་དེ Natural མིན་པ་ལ་དེ Unnatural བའི་ཇོ་ཁོ་སུ་ཞིག་ཡིན། དེ་ནི་སུ་གིས་ན་ལོ་དེ་ཁོ་ད་ལོ་ཇོ་ནི་གིས་ཡན་ཁ་ཡོད་སུ་ཞུ་ནི་ཡིན་ལ། དེ་ནི་བེ་བ་ལས་བསྟན་ཏེ་དགེ་བའི་ནད་དོན་ཚེ་འདི་ད་རིང་རྣམ་པ་གི་གནས་སྟངས་དང་འབྲེལ་བའི་ཁ་ལས་དེ་དེ་ན་ལོ་དེ་ཡོད་བབ་ཅིག་མིན་ནོ། དེ་ནི་མེ་བ་ལས་བསྟན་ཏེ་དགེ་བའི་དེ་དེ། ད་ནག་ཚོགས་ཆུང་གིས་ནག་འདི་བཞག་དགོས་པའི་ཁུལ་མི་འདི་ལོ་རྒྱབ་སྐྱོར་མི་ཡིན་རུང་ཚོགས་འདུ་གི་ཁ་ཏོ་ལས་ཁྲིད་ན་འཛིན་མི་འདི་ལོ་ལྟ་རྒྱབ་སྐྱོར་ཡོད་པའི་ཡིན་ཟེར་ཞུ་ནི་ལ།
པ་རོ་གི་ཁྱེད་ཅིང་ཐིམ་ཁ་ཏོ་ལས་ཞུ་ནི་ལ།
གོ་སྐབས་རྣམས་འདིར་བཀའ་དྲིན་ཆེ་ཞེས་ཞུ་ནས། དེ་སྔ་རི་ཁ་ཏུ་ལས་བེ་རོ་དྭ་ཏུ་ཨ་ནི་ཀི་དོན་ཚན་འདི་སྐོར་ཡིན་ཞེས་ཞུ་ནས། གྲོས་མིའི་གནས་སུ་ལུས་འབྲེལ་གྱི་སྐུ་ལས་རེ་ཨ་ནེ་ཅུ་རོལ་སེགས་ཀྱི་སྐུ་ལས་རེ་དེ་ཨ་ནི་ཀུ་རུ་ངག་རི་ཁ་ཏུ་ལས་ཏེ་ཁ་ཁོ་ཆི་མ་བ་ད་ཏི་ཨ་ཁོང་ལུ། གང་ཟག་གི་ཤུ་དོག་ཟུམ་པའི་ཁོང་ལུ་རྒྱབ་ཆོས་ཕི་ནས་ཟུམ་ཕྱིར་ཡིན་ལ། ག་ཅི་བུ་སི་ནི་ང་ཅི་གི་ད་ནོ་སོ་སྟོང་ལྟ་བུ་ན་ང་ཅི་དར་ན་བང། དེ་དུས་ཀྱི་ཕོ་རྒྱུགས་དེ་རྒྱལ་ཁབ་ཀྱི་ཡར་རྒྱས་དེ་ཁྲིའི་བོད་ནང་དེ་ལྟ་འགྲོ་གི་མ་འགྲོ། ལྷག་པར་དུ་ང་ཚོའི་འབྲུག་རྒྱལ་ཁབ་འདི་དེར་དང་འཛམ་གླིང་སྤྱི་ཚོགས་དེ་ལྷག་པར་དུ་རུ་ཤི་ཡི་རྒྱལ་ཁབ་ག་ལ་བ་ཡང་ང་ཅིག་གིས་ངོ་ཤུ་ཅིག་ན་རྒྱལ་ཅིག་གིས་དེ་ཡང་ན་ང་ཅེ་ནི་ན་རྫུས་དེ་འོས་སེ་ཞུ་ནི་ཡི་དུས་མི་བས་དང་བེའུ་ལས་བརྟེན་དེ་ང་ཅེ་རུ་ཤི་ཡི་རྒྱལ་ཁབ་དེ་ཁྲི་དེར་འཇུག་གོ་སེ་ཞུ་ནི་ལ། ད་དར་ན་བ་གོང་འཕེལ་འཇུག་གོ་ལེ་དར་ནི་རྫུས་མ་འགྲོ་ག་ར་ཐེན་པི་ཤ་སི་ཤུ་ནི་ལ་ང་སུ་སི་ཨན་བེའོ་ལེ་ཏེན་ཏི་ང་ཅི་ང་རི་ཁ་ཏུ་ལེ་བའ་ཅི་ཏི་རུ་གེ་ཨོང་ཚོ་ཏུའུ་གི་ཁ་ཏུ་ལེ་ཁོང་གི་ཡ་མ་ཏུ་ཏུག་པེ་སོ་འདྲུའི་དུ་ཚུ་ནང་བེ་ཏེ་རུ་ནི་རང་རྒྱ་རུ་རུ་ཧེ་མ་ཟུམ་པེར་ཞག་གོ་བེ་དུ་ཏེ་ཨིན་རེ་ད་ཅི་ང་ཅི་ར་གི་ཐུ་མི་ཐག་པ་ཅི་གི་ཤུ་ཧེ་ཤུ་ཡི་ཏེ་རུ་ད་རེ་གི་ང་ཅི་གི་ཁྲིམས་བཟོ་ཚོ་ཆུང་གི་ཁ་ཏུ་ལེ་ནི་ན་ལེ་ཏེན་ཏོང་གུ་མི་ཏེ། ཧན་ག་ཅི་བས་ན་ཧན་གྱིས་དེ་རུ་ཁུང་གཅིག་དང་བར་ཁུང་གིས་ཁུང་གཅིག་ཉེ་འགོ་བས་སེ་ཞུ་ནི་ལ་ང་དེ་རུ་ཁུང་དེ་ལས་ཞི་མི་སྐད་དེ་ཐེ་སུ་མ་ཅིན་དེ་ང་རི་ག་ཏུ་ལས་ན་བ་ན་སི་དེ་རྒྱབ་ཆོས་ཕུལ་ནི་སེ་ཞུ་ནི་དེ་ནི་མན་བ་ཅི་དེ་དེ་ད་རྒྱབ་སོ་ཕུལ་མི་སུ་བས་སེ་ཞུ་ནི་ཧན་བེ་ལོས་བསྟན་དེ་དང་བ་ར་དེ་ད་ཚོ་ཆུ་ངི་ག་ཏུ་ལས་མ་བ་རུ་ད་ཅི་ག་རེ་ཞུ་དོ་ཟུམ་པའི་ཁུང་གི་སྡོང་བོ་ལྔ་ལྷབ་ཅིག་ནམ་སེ་མི་མ་ཐུག་ཏུབ་པས་ཁུང་གིས་དེ་ན་དེ་ལས་ཁྲིམས་ཀྱི་ཁས་ཆོས་ཡོད་ཁུང་རི་ཚོ་ཆུ་ནའང་དུས་ཚོད་ཀྱིས་ཁུང་གིས་ག་ར་བྲི་བ་ཐབ་པའི་ཟས་རྫེབ་ཅིག་ཡིན་པས་དེ་ཧན་ལུ་དེ་ཁུང་རི་ག་ཏུ་ལས་ང་ཅི་ལུ་ལས་རིམ་གྱི་བའི་གསུང་དེ་ང་ཆེ་གསང་པ་བཟོ་བ་ཅན་དེ་ནང་བ་ནང་ཚིག་ང་ཆེ་གི་རྒྱབ་ཆོས་བྷི་ནི་སི་ཞུ་ནི་ལ་དེ་ནི་མོན་པ་ཅི་ང་རི་ཁ་ཏུ་ལེ་དེ་ད་ཅི་ང་རི་གོང་ལུགས་ཆ་རུ་དག་པ་ཅི་ཞུ་ད་གཟུམ་པའི་དེ་ནི་ལུ་དེ་རྒྱབ་ཆོས་བྷི་མི་སི་བའི་སི་ཞུ་ནི་ལ་རི་ཞེས།
ཆུ་ཁ་གི་ཆེ་ཅི་ངི་ཐི་མི་ཁ་ཏུ་ལེ་ཞུ་ན་ལི།
ལཱས་མི་བརྗེ་གཡང་སྐྱོད་སྡུག་གོ་སྐབས་གནང་མི་འདུག་ལ་བཀའ་དྲིན་ཆེ་ཞེས་ཞུ་ནས་ལ། ད་ངེད་ཀྱིས་དེ་ལྟ་དོ། གནས་སྐབས་ཅིག་སེ་བེ་རུ་ཡི་དྲ་བས་ད་ཏུ་རོ་ཚོགས་ཆུང་གི་ཁ་ཐུ་ལི་ཁུང་མ་ཀེ་ཝ་ལའི་རྟེན་འདི་བརྒྱུད་པའི་ཚོགས་ཆུང་ལུས་རྒྱབ་སྐྱོར་ཕུལ་ནས་ལ་ང་ཡི་ད་སྡེ་བའི་ཕུ་གོ་མི་དེ་མ་གཞི་གི་ང་ཅི་ར་ད་ཅི་གོང་ལུས་ཞུ་མི་གི་འཐུས་མི་སུ་གི་ཞུ་དོ་བཟུམ་པས་ང་ཅི་ར་རྒྱལ་གཅེས་ཀྱི་གནས་སྟངས་དང་ཁྲིད་དེ་འཇོག་གོ་པི་ཁ་ཆེ་ཡེ་སེ་ཞུ་ནས་ཨིན་དེ་ར་བེ་རུ་ད་ཏོ་ང་ཅི་གི་ཨ་ནི་དོན་ཚན་འདི་ན་ལས་ཆེ་སྙུག་སྟངས་ཐབས་སྒྲོག་ཅི་པོ་བ་ཅིན། ད་ང་གཅིག་གི་གནས་ཚུལ་ཅིག་ག་ཅི་སྤྲོད་ནི་མེད་གོ་ཟེར་བ་བཞིན་ད་ལྟོ་ཚུན་ཚེ་ཨ་ནེ་ཟུམ་མེད་ཀྱི་བགྲོད་མི་གནས་སུ་ལུས་བྲལ་བུལ་བས་ཀྱི་མི་ངོམ་ཚུལ་ཁྲིམས་སྐད་ཁུག་ཟུམ་པས་ད་བདེ་བའི་སྣང་བ་མི་བཞག་ག་ཟེ་འདི་སྐད་ར་མ་སྐད་ཟེ་ཞུ་ནི་ལ་ད་ལྟོ་ཚུན་ཚེ་ད་ནི་བོ་ད་ལུ་ད་ལྟོ་ཚུན་ཚེ་འདི་ཟུམ་མེད་ཀྱི་གནས་སྟངས་སི་རང་གི་བཟའ་ཚ་ན་ལུ་ཡི་འདི་ཡོད་བས་ཀྱི་གནས་སྟངས་སི་ཏེ་རྒྱབ་སྐྱོར་ཕུལ་བ་ཕུལ་བཞིན་དུ་ཡོད་ཟེ་ཞུ་ནི་ད་ང་ཅི་ར་རྒྱལ་ཁབ་འདི་ཆུང་སོ་ཅེས་རྨི་ལོ་བདེ་ཡུན་སོ་གཅིག། རྒྱུ་སྟོབས་བདེ་ཡུན་སོ་གཅིག་པས། པེ་ཏི་རུ་ཕྱིའི་རྒྱལ་ཁབ་ག་བི་མི་ཏི་ར་བི་ཚུ་ཀ་སེ་རུ་ཀི་གོམ་པ་ད་ཅི་ཀ་ཇོ་སུ་ཀ་སེ་རང་གི་རྒྱལ་ཁབ་ཀྱི་ཁྱད་ཆོས་ཀྱིས་དང་རང་གི་རྒྱལ་ཁབ་དེ་ལམ་སྲོལ་ཀྱིས་མི་འགོ་ཀ་སེ་དི་པོ་ད་ང་ཀི་དེ་བི་ཞུ་ད་ལུ་རུ་རྒལ་ཅི་ཀི་གནས་ཚད་ན་ལུ་འགྲུ་བ་མི་ཀི་དབང་ཆ་དི་ཐུག་ཆ་བི་གོ་སེ། ང་ཅི་ར་འབྲུག་རྒྱལ་ཁབ་ན་ལོ་འདི་འདི་སྦས་མི་ཆོག་སེ་ཞུ་རྩ་ལེ་མེད་ལ། ད་དུ་འང་ནི་དོན་ཚན་ང་ཅི་ར་གི་ཉེས་རྒྱལ་ཁྲིམས་དེབ་ཀྱི་དོན་ཚན་ཉིན་གྱ་བཅུ་སུ་ཡོད་པ་ལེ་བསྟན་འདི་གི་བའི་གནོད་པ་ག་ལོས་མ་ཕོ་སེ་ཞུ་ནེ་ལ། རྒྱབ་སྐྱོར་ཕུལ་བ་ཕུལ་བཞིན་དུ་ར་ཡོད་ལ། ཐ་ན་ང་ཅི་གི། རྒྱང་འདྲ་ན་ལེ་ཕ་ལུའི་རྗེའུ་རྒྱལ་ས་ར་ཡོད་ལ། རང་གི་ནང་མི་བཟའ་ཚར་ན་ལས་ཐོན་འདི་བོད་ཡོད་ད་ནི་འདི་སུ། བཙོན་ཤུགས་སྐྱེལ་བཅུག་འདི་གི་བའི་བློ་སྤོབས་ཐོན་འདི་གི་བའི་ཕ་ཇོ་ནེ་ཏི་ར་འདི་ད་མ་བོས་འོང་འདི་བ་ད་ཨ་ནི་འཛོམས་གི་གནས་སྟངས་བྱུང་མི་འདི་སུ་ལུ་འདི་དམག་ཕབ་ཅབ་ཅབ་ད་ཁྲིམས་སྐྱེལ་ཁུག་འདི་ད་མ་ད་བུ་ལེ་ར་མི་འདི་བའོ་ལེ་ཏེ་འདི་གི་བའི་ད་ང་ཆེ་འདི་སྟོན་སྟངས་ནི་སེའུ་ད་དེ་སྟོན་གནས་འདི་སྟོན་གོ་ལ་དུས་གི་ཕོ་ཅུར་ད་སྤྲུལ་འདི་གི་བའི་གནས་སྟངས་ད་ཁྲི་འདི་གི་བའི་སྟོན་གོ་ཨིན་རོ་ཨི་ད་དུ་ཐད་ཀར་འདུག

ལ་སྨིན་བྱེད་ཡང་ཕྱིར་སྡུད་གོ་སྐབས་རྣམ་སྨིན་དེ་ལུགས་ཀར་འབྱིན་བྱེད་ཞུ་ནུས་ལ། ད་ལྟ་རིགས་ཀྱི་དར་ཐུག་གི་གནས་དེ་འདི་ལྟའི་སྟབས་ནས་མི་ལ་ཧི་མ་ལ་ཡར་ཡོད་པའི་གི་མེ་དེ་དུས་སུ་ང་བྱེད་ཀྱི་ལུས་ཡང་གི་ཐོ་ལེ་ཡ་ལས་ཤ་ར་དེ་ཚོགས་ཁང་ནང་ལུས་མེ་མ་ཕྱི་ཁ་ལ་སྦས་ཡ་ང་བྱེད་ཀྱི་འགྲོས་དེ་འབའི་ཡིད་སེ་ཞུ་ནུས་ལ། ཨིན་དི་བེ་སུ་ཕྱིར་ཡ་ད་རིགས་ཀྱི་ནང་ལུས་དེ་བསྡུས་མིན་གནས་སུ་ལུས་བྲལ་སེ་མེ་དེ unnatural sex དེ་དགུ་ར་ང་བྱེད་ཀྱི་གཙོ་བོ་དེ་འདི་གི་བས་དེའི་ཕྱི་ཁ་སྟོན་གོ་ད་སྟོན་གོ་བསྡུ་ག་ཟེར་བས་ཀྱི་དེ་དེ་ང་ར་གི་བསམ་འཆར་ཡིན་ཟེར་ཞུ་ནི་ཡིན་ལ་དེ་བས་ཞུ་གོ་མེད་དེ་ཡ་ད་ཅེས་དགུང་ལོ་ཆུ་ཀ་གི་ཆེད་དུ་སྤྱོན་གི་ཐུ་མི་གི་ཞུ་ད་བཟུང་བས་རྒྱབ་སྐྱོར་མེད་མེད་ལ་ང་ར་གི་ཁ་ཐུ་ལས་རྒྱབ་སྐྱོར་ཡོད་ཡོད་ཟེར་ཞུ་ནི་ཡིན་ཕོ་སྐད་ད་ཕོ་སྐད་གི་བ་ན་ལུ་ལུས་འབྲེལ་བས་བ་ཨམ་སུ་ད་ཨམ་སུ་གི་བ་ན་ལུ་ལུས་འབྲེལ་བས་བ་གི་ཁྱད་མིན་ཟེར་ཞུ་ནི་ཡིན་ལ་དེ་བས་བ་ད་ལུ་དེ་ན་ལུ་དེ། སྦྲུལ་མི་གནས་ཚུལ་གྱི་ལུས་འབྲེལ་ཟེར་ཏེ Unnatural Sex ཟེར་བའི་ག་ལས་ག་གཅིག་གུ་གོ་མེད་ཟེར་བ་བཞིན་ང་གཅིག་གིས་དེ་གི་མ་པ་དེ་དེ་གི་འོ་ལས་སེམས་སྐྱེ་ད་ཅི་ཁ་དེ་དད་པས་ལུས་འབྲེལ་འབེལ་བའི་གི་དེ་ཅི་ཡ་འདུག་ལ་ཨིམ་འདྲ་ལུ་ད་དོ་སོ་སྒྲོ་མི་ཟེར་རྐུབ་ཁྲིག་སེ་མི་ཅི་འདུག་ལ་དེ་འདྲ་ལུ་ཚིག་ཅི་འདུག་ལ་ད་རྐུབ་ཁྲིག་སེ་མི་དེ་ག་ཅི་ལུ་གོ་མོ་ཟེར་བ་བཞིན་ཕོ་གེ་ད་ཕོ་གེ་གི་བ་ན་ལུ་ཅམ་ཅི་མེན་པ་བཞིན་ན་ཨམ་སུ་ད་ཨམ་སུ་གི་བ་ན་ལུ་ཅམ་ཅི་མེན་པ་བཞིན་ན་དེ་གི་རྐུབ་ཁྲིག་སེ་བའི་གང་ལས་དེ་གི་སེམས་སྐྱེ་ད་ཅི་ཁ་གི་ཡ་འདུག་ཟེར་ཞུ་ནི་ལ།